ཚང་མ་ལ་འཚམས་བཀྲ་ཤིས་བདེ་ལེགས་ཞུ་ཡ་དང་ཨ་ནེ་ཡང་དེ་རིང་བ་ཕྱི་ལོ་ཉིས་སྟོང་ཕྱི་ཚེས་ལྔ་ལ་ཕྱི་ཟླ་བཅུ་གཉིས་ཕེ་ཟླ་ཚེས་བཅུ་བཞི་ཉིན་ཕེ་ཟླ་བརྙན་ཐུང་ནག་ལ་ཏན་ཏཱ་ཁ་ཟེར་ཏེ། ད་ལྟ་ད་རིང་ག་ལ་ད་ཅིག་ཕེ་ཟླ་འཛམ་གླིང་རྒྱལ་སྤྱི་ཨ་ཆབ་སྲིད་དེར་ད་ཅིག་འཕོ་འགྱུར་གས་ཆོ་ཁ་ཤས་ཀྱི་སྐོར་ལ་ཨ་ནེ་ཡང་དེ་རིང་སྐད་ཐུང་ཐུང་ཅིག་འགའ་བཤད་ན། ད་འཕོ་འགྱུར་དང་པོ་དེ་ག་རེ་སྐོར་ལ་ཅིག་ཆ་ཡི་འདུག་ལ་ན་ད་དེ་ད་ད་དེ་རིང་ར་དེ་ད་ད་སྤྱི་ཟླ་བཅུ་གཉིས་ཚེས་བཅུ་བཞི་གི་ཉིན་སོགས་ལ་ད་ད་ཨོས་ཁྲུ་ལའི་ནང་ཧོག་ད་ཅིག་ད་ད་ཇི་གུ་རུ་ནུ་ངས་ནས་ཨ་རི་མི་མང་དཀྱིལ་མ་ལ་དེ་ད་ཅིག་མེ་མདའ་ཞུ་བའི་དེ་རེ་གང་ད་བས་ད་ཅིག་རྫ་བྲག་ག་ཨོས་དེ་འགྱེལ་གང་ད་ཅིག་བྱུང་བྱས་ད་དེ་དེ་ད་ད་དེ་འགྱེལ་དེ་ག་ཨོས་ད་ཅིག་བྱུང་ས་ད་དེ་དེ་ད་ད་ཨོས་ཁྲུ་ལའི་གྲོང་ཁྱེར་སིད་ནི་ནང་ལ་ཡེ་སྐྱོ་དེ་ད་ཅིག།

ཇུའུ་མི་མང་ཚོ་གང་དག་ད་ཅིག་དེ་གཞན་གྱི་སྲུང་བརྩི་གང་དག་བྱེད་ད་དེ་འདྲའི་གང་དག་དེ་གཞན་སྲུང་བརྩི་ཟེར་གྱིས་མ་ལགས་ནི་ཁོང་ཚོ་མེ་མདའ་རྒྱབ་ཀྱི་གང་དག་དཀའ་ངལ་དེ་གང་དག་ཅིག་བྱུང་བྱ་ད་ཐེངས་དཔེར་ན་དེ་རིང་ད་ལྟ་དེ་གནས་ཚུལ་དང་འབྲེལ་བའི་ཐོག་ནས་ད་དཔེ་དཔེ་གང་ཚོ་ཁ་བ་ད་གནས་ཚུལ་དམིགས་བསལ་བ་ཞིག་ཁ་ལས་བཟོ་ད་དེ་རིང་ད་ལྟ་མེ་མདའ་རྒྱག་ས་ནང་ལ་ཨ་ནི་ཨོ་སི་ཀྲི་ལི་ཡ་མི་མང་ཅིག་ངེས་ན་ནི་དྲག་ཆས་ཚོགས་པ་ལ་ནི་མེ་མདའ་ཁོ་རང་ཚུར་འཕྲོག་གི་འདུག་ད་གུ་དེས་ཁོའི་མེ་མདའ་འཕྲོག་ལ་བརྟེན་ཅེས་མི་མང་ག་ལ་གང་འཚམས་ཤིག་སྐྱབས་བྱས་ལ་ད་དེ་ཡང་ཁ་ད་མེ་མདའ་འཕྲོག་ཉེས་ད་ད་གུ་ཡང་དེ་འདྲའི་ཉེན་རྟོག་པ་རོགས་དང་ཅིག་དམག་མི་དེ་འདྲ་ཁེར་རེ་མི་འདུག་ད་ཁོ་རང་ཉིད་ལ་མི་མང་སྐྱིད་མ་རེད་དོ་ཡིན་ན་ད་ག་འདྲ་ཁོ་རང་གི་སྲོག་སྲོག་སླེ་བཏང་རྗེས་ཨ་ནི་དྲག་ཆས་པ་ག་ལ་ད་ཅིག་འཇིགས་སྐུལ་བ་ཅིག་ལགས་པ་ནི་མེ་མདའ་ཕོག་གི་འདུག་ཕོག་གི་འདུག་ད་ཡིན་ན་མེ་མདའ་ཕོག་ཚར་ན་ག་ད་མཐའ་མ་དེ་ལ་ཁོ་རང་ལ་ད་ཕ་ཅིག་མེ་མདའ་གཉིས་གྲོགས་ཅིག་ཕོག་ཚར་ཟེར་གོ་དེ་འདྲ་གསུངས་འདུག་ད་ཁོ་རང་ད་དུས་བྱས་ལ་སྨན་ཁང་ནང་ལ་ཡེར་བའི་དེ་རིང་གང་ད་པའི་གནས་ཚུལ་ཅིག་གང་ད་ཅིག་དེང་གི་ཨ་ནི་ད་དེ་གི་མཉམ་དུ་ད་དེ་རིང་དེ་དག་དྲག་ཆས་ཚོགས་པ་དེ་དག་ཅིག་ཐེན་ཅན་གང་ལ་ཨ་ནི་ཨོ་སི་ཀྲུ་ལི་སི་ལན་དང་ད་ཨལ་པ་ནི་ཀི་ནས་ད་ཅིག་སྐྱེན་ཆས་ཞེའོ་ཞང་སྐྱེན་ཆས་ཞེ་ཙམ་མ་ཡིན་པ་ད་དེ་རིང་དེ་དག་ཐེན་ཅན་ཅིག་དྲག་ཆས་པའི་ཐེན་ཅན་བྱུང་བས་དེ་དག་པས་དེ་རྐང་བཙུགས་ཀྱི་གང་ད་ཨི་ཟི་རལ་ལ་གོ་རེམ་གང་ད་ཅིག་ཇུའུ་མི་མི་མང་ལ་གང་ད་མ་ཁོའི་ཐོག་ནས་བྱས་ཞེས་ཏང་ཙུའུ་ཨིན་ཇི་ཀན་མ་སོ་ནན་ཨན་ཏི་སེ་མི་ཏི་ཛམ་ལ་ཡིན་རོ་ད་དེ་འདྲས་གང་ད་པས་ད་ཅིག་དཀའ་ངལ་ཡམ་དེ་འདྲས་གང་ད་པས་ད་ཅིག་གང་ད་གང་ད་ན་ཚ་ཞིག་ལ་བརྟེན་ཅེས་ཨ་ནི་དེ་རིང་གང་ད་པས་དཀའ་ངལ་ད་ཆུང་ཞར་ལ་ནི་གང་ད།

དམག་དེ་མགྱོགས་པོ་དེར་བརྒྱུགས་རྗེས་དེར་གནས་སྟངས་དེར་ཁས་ཡར་མར་ས་ནས་དེ་ལས་ལྡོག་དེ་དག་གང་ལྟར་ཐའི་ལེ་ངན་ནས་ནི། ཕ་ཀམ་པོ་ཏྲེ་གི་དམག་སྒར་ཡིན་ནམ་ཡང་མིན་ལ་གང་ལྟར་ཀམ་པོ་ཏྲེ་ས་ཆེན་དེ་ལ་གཏོར་སྐྱེལ་མུ་མཐུད་གཏང་དགོས་དེ་རིང་གང་ལྟར་བས། སེར་ཏྲ་དང་བྱིས་དུ་འོ་ན་དེ་གཏོར་སྐྱེལ་མུ་མཐུད་གཏང་དགོས་ན་རྡོག་རྡོག་བས་ཏེ། ད་ཀམ་པོ་ཏྲེ་ནག་ཚུ་ཐའི་ལེ་ན་ཉེན་ཁ་ཞིག་དང་གང་ལྟར་དཀའ་ངལ་ཞིག་མ་སྤྲད་པར་དུ་ཨ་ནི་བས་ཏེ་མུ་མཐུད་འཛིང་ཡས་ཡོད་པས་དེ་རིང་གང་ལྟར་བས།

ས་མཚམས་ཀྱི་དཀའ་རྙོག་དེ་ལ་བརྟེན་རྗེས་ད་བར་གྱི་དེ་རིང་གི་བར་དུ་མི་མང་དཀྱིལ་མ་སུམ་ཅུ་སོ་གསུམ་ཟིན་ཐ་དཀྱིལ་ལམ་དུ་ཤོར་ཚར་འདུག་དེ་མཉམ་དུ་དེ་ལྟར་ཐའི་ལེན་གྱི་དམག་མི་ཕ་ཆེ་ཆེ་ལྔ་ཞིག་བསད་ཚར་ཡོད་དེ་རེད། གནས་ཚུལ་གཅིག་གང་དག་ཅིག་དེ་གས་སུ་གཏན་ནས་མ་འདུག་ཕ་ཇོ་ནི་ད་ཀམ་པོ་ཏྲི་ཡ་ཕྱོགས་ནས་ད་དམག་མི་ག་ཚད་བསད་མིན་དེ་འདྲའི་གང་དག་ཕེ་ཁ་གྲངས་དེར་གས་ཅིག་བལྟས་མི་འདུག་ད་ཡིན་ན་གང་ལྟར་ད་དེའི་རྗེས་ལ་ཁོ་གཉིས་རྐང་དེ་ག་ལ་གང་ཙམ་རྫ་དྲག་པོ་ཅིག་གང་ན་ཡོད་ཡོད་དེ་རེད་གནས་སྟངས་འདྲ་བོ་ཅིག་རེད། དེ་ཕྱི་ད་དུས་མཉམ་དེང་དང་གཙོ་ཆབ་སྲིད་ཀྱི་འཕོ་འགྱུར་གསུམ་པ་དེ་ག་རེ་སྐོར་ལ་ཆགས་འདུག་ལ་ནི་ད་དུས་ད་ལྟ་ཁ་སང་ཚེས་བཅུ་གསུམ་ཉིན་སོགས་ལ་ཨ་ནི་ཁ་གསལ་དེ་དེ་ད་སི་རི་ཡའི་ནང་ལ་ཨ་ནི་ཨ་རིའི་དམག་མི་གཉིས་དང་དེ་གི་མཉམ་དུ་དེ་ད་དམག་མི་ལ་དེ་རི་ད་ཅིག་རོགས་པ་བྱས་ནས་དེ་རི་ད་ཅིག་མི་མང་གཅིག་གང་དག་ཕེབས་སའི་ཡུལ་དེ་རི་གང་དག་ཕེབས་ད་གནས་ཚུལ་ཅིག་གང་དག་ཅིག་དེང་གི་ད་ནི་ད་དུས་ད་ད་སི་ཉེ་ད་དུས་དང་གཙོ་ད་ཨི་རག་དང་སི་རི་ཡའི་སོ་ནང་ལ་ཡིད་སྐྱོ་དེ་ད་ཨའི་ཨེས་ལ་ཉེ་ཇི་དགོས་རུང་ནུ་ཚོགས་པ་འོ་ད་དེ་གང་དག་ཚོགས་པ་ངས་ནི་ཨ་ནི་ད་ཨ་རིའི་དམག་མི་གཉིས་དང་གང་དག་ད་ཅིག་ཁ་གསལ་དེ།

ཨ་ནི་ཡང་ཨི་རག་ངས་དེར་ལྟ་ཅིག་ནུབ་ཨོར་ཉིག་ཡང་གྲུ་གཟིངས་གཅིག་བཙན་བཟུང་བྱས་འདུག་ད་དེ་ཟིན་མེད་དེ་གང་ལྟར་ཁོང་ཚོ་ངས་ནས་ལྟ་ཅིག། ཁྲིམས་དང་དམའ་འཐེམ་གྱི་ཐོག་ནས་ཕའི་ཚོང་རྒྱག་གི་ཡོད་བས་མི་ཡ་མ་གང་ལྟ་ཅིག་ནུབ་དེར་ཨོར་གྱི་འདུག་ལོ་ལྟར་སོང་ཙང་ཨ་ནི། དེར་ལྟ་ཅིག་ཨེ་ཡང་གང་གྲུ་གཟིངས་གཅིག་གཅིག་བཟུང་བྱས་ཡོད་པའི་གནས་ཚུལ་གཅིག། དེ་ག་ནི་དེ་ཙམ་མ་ཡིན་པར་ད་ད་ཁ་སང་ཚེས་བྷ་ཆེ་བཅུ་གཉིས་བཅུ་གསུམ་སོ་ནའོ་ལ་ཨ་ནི་ཨི་རག་སྲིད་འཛིན་ངས་ནས་ཨ་ནི། ཨིས་རལ་དང་ཨ་རི་ལ་ཞི་བོ་གང་ལྟར་ཕའི་སྐྱེ་མཆེད་ཞི་བོ་བྱས་འདུག་ད་གང་ལྟར་ད་ཟེར་ལ་ཨིས་རལ་གྱིས་ངས་ནས་གང་ལྟ་ཅིག་ཕའི་དེ།